ད་ང་རང་ཚོ་བོད་རིགས་ནང་གསལ་བོ་རོ། ད་དེ་ཚིག་རྫིག་པོ་འདྲ་ཞིབ་པོ་བརྗོད་པ་རོ་ད་དངོས་པོ་གི་གནས་ལུགས་ཟེར་དུས་ཞེ་པོ་ཅིག་ཚིག་རྫིག་པོ་རེད་བ་ད་དེ། དེ་ཡིན་དུས་གང་ན་དངོས་པོ་གི་གནས་ལུགས་ཟེར་དུས་དེ་གོ་མ་ཐག་ཏུ་དེ་ནས་ད་དེ་ཅིག་ཕུགས་གཅིག་ལ་ཡང་དེ་ནས

ད་དེ་སོགས་ཀྱི་རྐྱེན་གྱིས་ནི་ཡང་མཚམས་མཚམས་དངོས་པོ་གི་གནས་ལུགས་བདེན་པ་བདེན་པ་མཐོང་ཟིན་འདྲ་བོ་དེ་འདྲའི་གི་ཚིག་དེ་གི། དེ་ནས་གང་སང། སེམས་དཔའ་དཔའ་ཞུམ་ཟེར་བ་རེད། ད་སེམས་པ་པདྨ་བཞུམ་ན་ཡང་ད་ཡང་དེ་ཅིག་གོ་བ་ནོར་ནོར་ཟེར་གོ་དེ་ད་ལྟས་དེ་ཅིག་གོ་བ་ཆ་མ་ཚང་བ་ཅིག་ད་དེ་འདྲའི་རྟག་པར་ཁོ་རང་ཡོང་དང་ཡོང་བཞིན་པ་ཅིག་ཡིན་ས་རེད་དེ། དེ་ཨ། དངོས་གནས་བྱས་ན་ང་ཚོའི་སྤྱི་ཚོགས་ནང་དུ་ད་ང་ཚོའི་མི་ཚེ་ནང་ལ་ཟེར་གོ་རེད་བ་ད་ང་ཚོའི་མི་ཚེ་ནང་ལ་ཡ། དེ་ནས་དངོས་པོ་གི་གནས་ཚུལ་བདེན་པ་དེ་བདེན་པ་དེ་མཐོང་ན་མཐོང་དགོས་ཡ་གཅིག་དང་བདེན་པ་མཐོང་བདེན་པ་མཐོང་ཡ་དེ་རྩ་ཆེན་པོ་ཡིན་པ་གལ་ཆེན་པོ་ཡིན་པ་ད་མང་ཉུང་ཟེར་བ་རེད་ཆ་ཚང་མ་ཚང་ཟེར་བ་རེད་དེ་ལ་མ་ལྟོས་པའི་གང་གང་ལ་ཡོད་རེད་དེ་དཔེར་ན་མེ། མེ། བསྲེགས་འདི་ལྟ། དཔེར་ན་ས་ཆུ་མེ་རླུང་གིས་མེ་བསྲེགས་པར་དང། མེ་བསྲེགས་འདི་ཚ་བོ་ཞི་བོ་བྱེད་པར་ལྟ་སྟེ། མེ་འདི་ཐུག་ན་འབར་གང་ཚེ་བསགས་ཀྱི་རེ་བ་དང་ཚིག་འགྲོ་བར་འགྲོ། དེ་ནས་སྤུ་བུ་ཆུང་ཆུང་ཅིག་མེ་གི་རྩ་ལ་འགྲོ་བ་ཡིན་ན་ཕ་མ་གིས་ཨ་འདི་ན་འགྲོ་ཉན་གྱི་མ་རེད་ཟེར་ནས་ད་ཅིག་ཐབས་ཤེས་འདྲ་མི་འདྲ་བཏང་བྱས་ནས། ག་རེ་ཟེར་ན་སྤུ་གུ་ཆུང་ཆུང་གི་དག། དངོས་པོ་གི་གནས་ལུགས་མེ་ཡི་རང་བཞིན་ཚ་བ་ཡིན་པ། མེ་ཡི་ཚ་བ་མེ་གི་ཚིག། ཚིག་ཡ་ཡིན་པ་ཧ་མ་གོ་གི་མེད་ཙང། དེ་ནས་ད་དེ་སྤུ་གུ་དེ་ལ། དེ་ནས་ཐབས་ཤེས་འདྲ་མི་འདྲ་བཏང་བྱས་ནས།

ཁོ་རང་ང་རང་ཚོ་འཇིག་རྟེན་གྱི་ཁམས་ནང་ལ་དེ་ནས་ལས་ཀ་ཐམས་ཅད་པད་ན་ཚན་རིག་པ་ཚོ་ཡང་དེ་རང་རེད་ཚན་རིག་པ་ཚོ་གི་ཡང་དེ་ནས་དངོས་པོ་གི་གནས་ཚུལ་དེ་ད་ཁོ་ཚོ་གི་དེ་ནས་བརྟག་ཞིང་དཔྱད་ཉམས་སུ་མྱོང་ད་ཁོ་ཚོ་གི་བརྟག་དཔྱད་དེ་རིགས་ལམ་ཙམ་གྱི་མ་རེད་ཆེ་བཤད་དང་ཆུང་བཤད་དང་རྒྱང་བཤད་དང་དེ་ནས་དེ་འདྲའི་གི་དེ་ནས་བརྟག་དཔྱད་བཏང་ནས་ད། དངོས་པོ་གི་གནས་ལུགས་ཟེར་མཁན་དེ་ཕལ་ཆེར་འདི་འདྲའི་སྒྲ་མེད་འགྲོ་ཟེར་ནས་ད་ཁོ་ཚོ་ཚན་རིག་པ་ལ་ཡག་ག་ཅིག་ག་རེ་ཟེར་ན་ད་ཐག་ཆོད་གོ་མ་རེད་པ་ད་ཁོ་ཚོ་གིས་ད་འདི་འདྲའི་ད་ལྟ་གནས་སྐབས་ཀྱི་འདི་འདྲའི་ཅིག་ཡིན་ས་རེད་བསམ་སོང་རེད་པ་འདི་འདྲའི་སྐད་ཆ་བཤད་གི་རེད་པ་དང། ད་ཁོ་ཚོས་དེ་ཟེར་གོ་རེད་པ་དང། དངོས་པོ་གི་གནས་ཚུལ་ཟེར་བ། སྲིད་དོན་གཅིག་པ་རེ་ཡིན་ས་རེད་དེ་རང། མི་སེར་ལ་དེ་ནི་ག་རེ་ཟེར་གོ་རེད། ཡག་པོ་ཡོང་ཡ་དཔལ་འབྱོར་ཡོང་ཐབས་མི་སེར་ལ་དེ་ནས་བདེ་པོ་དང་སྐྱིད་པོ་ཡོང་དགོས་ཀྱི་ཡོད་ན་དེ་ནས་ཁ་ཤས་ཅིག་གིས་ད་གང་ས་དམངས་གཙོད་ཀྱི་རིང་ལུགས་དེ་ཉམས་སུ་ལེན་པ་ཡིན་ན།

དེ་ན་ཚེ་དེ་ནས་གང་ས་དེ་ལམ་མ་ནོར་མ་འཁྲུལ་ཚང་ལམ་མ་ནོར་བའི་ལམ་དེ་དེ་ནས་ཨ་མི་རི་ཀ་གི་གང་ས་དམངས་གཙོའི་རིང་ལུགས་དེ་རེད་ཟེར་ནས་འགྲོ་བ་རོགས་དང། ད་ཀུའུ་པ་ཟེར་མཁན་གྱི་ལུང་པ་འདྲ་གཅིག་འགྲོ་བ་ན་མ་རེད་ཟེར་དམངས་གཙོའི་རིང་ལུགས་ཟེར་མཁན་དེ་གིས་དེ་ནས་དཔལ་འབྱོར་ཅན་དང་སྙན་གྲགས་ཅན་དང་མགོ་བདེ་པོ་དེ་ཚོ་དེ་ནས་ཁོ་རང་ལམ་འདྲ་འགྲོ་དགོས་བ་རེད། དངོས་གནས་མི་སེར་ཡོངས་ལ་ཕན་ཐོགས་དགོས་ཀྱི་ཡོད་ན། དེ་ནི་སྤྱི་ཚོགས་རིང་ལུགས་དེ་དགོས་ཀྱི་ཡོད་རེད་ཟེར་གྱི་འདུག་པ་དེ་འདྲ་ཞིག་དང། ད་འཇིག་རྟེན་གྱི་ཆ་ཁམས་ལ་ཡ་ད། བསམ་བློ་གཏོང་སྟངས་དེ་འདྲ་རེད་ད་དོན་དག་ཐོག་ཏུ་ངས་ཞུ་རྒྱུ་དེ་ག་རེད་ཟེར་ན། བདེན་པ་མཐོང་ཟེར་ཡ་དེ་དངོས་གནས་གལ་ཆེན་པོ་གཅིག། ཆོས་ག་ཚོད། ཆོས་ཀྱི་སྟེང་ན་དེ་འདྲ་ནི་ང་རང་ཚོ་རང་དཔའ་སངས་རྒྱས་པའི་ཆོས་རྣམས་ལ་དང་ཡིན་དང་ཡིན་ད་འཇིག་རྟེན་གྱི་ཕྱོགས་ལ་ཡང། ཐ་ན་ཕ་མེས་ཀྱི་སྤུ་གུ་ཅོང་ཐང་ཡིན་གཅིག་སྐབས་སུ། བདེན་པ་མཐོང་ཡག་གི་གལ་ཆེན་པོ་ཡིན་པ་གཅིག་ཕུགས་འདི་ན་སླེབས་བསྡད་ཀྱི་ཡོད་ས་རེད་སློབ་སྦྱོང་བྱེད་དགོས་ཡག་རྒྱུ་མཚན་དེ་རང་རེད་བ་ད་མང་ཆེ་བ་དེ་ཡིན་དུས་གང་ན་དེ་ནས་ཡང་བསྐྱར་ཡང་བསྐྱར་ཁྱེད་རྣམ་པ་ལ་ཞུ་བསྡད་ཀྱི་ཡོད་བྱང་ཆུབ་ཀྱི་སེམས་ཟེར་གྱི་འདི་ད་མང་ཆེ་བ་གི་གཅིག་བྱམས་པ་འདྲ་དང་སྙིང་རྗེ་འདྲ་དང་གཅིག་སེམས་པ་བཟང་པོ་འདྲ་དེ་འདྲའི་གཅིག་ཡིན་ནའང་ཅེ་ན་ད་དེའི་ལྷ་ཚོ་འགྲོ་ཐུབ་གི་མ་རེད་ད་མང་ཆེ་བ་གི། ཡིན་ན་ད་བྱང་ཆུབ་ཀྱི་སེམས་ཟེར་གིན་དེ་ལ་དེ་ནས་ཆ་བྱད་ཆེ་ཤོས་གཅིག་དེ་ག་རེ་ཡོད་ཟེར་ན་བདེན་པ་མཐོང་ཡ་ལ་དེ་ནས་གང་ཟེར་ད་རྩོལ་བ་ཅེས་མོས་པ་ཅེས་སྨོན་ལམ་བརྒྱབ་བདེན་པ་མཐོང་བར་ཤོག་རང་གི་ཡང་བདེན་པ་མཐོང་བར་ཤོག་དེའི་ནང་ནས་ཀྱང་ད་བྱང་ཆུབ་སེམས་དཔའི་སྤྱོད་འཇུག་འདྲ་ཅིག་ཡིན་ན་ཐེག་པ་ཆེན་པོ་གི་གཞུང་རེད་དེ་དུས་གང་ན་རང་རང་ལས་ཀྱང་ད་རུང་སེམས་ཅན་གཞན་དག་ཐམས་ཅད་ཀྱི་བདེན་པ་མཐོང་བར་ཤོག། དེའི་མཐོང་ཡག་གི་དོན་དག་ལ་ཡང་དཀའ་ལས་བརྒྱབ། དེ་ནས་ག་རེ་ཟེར་དགོས་རེད་བྱེད་རྒྱུ་ཡོད་ག་རེ་ད་བྱེད་རྒྱུ་ག་འདྲེ་བྱེད་དགོས་ཀྱི་ཡོད་ན་ད་དེའི་གི་དོན་དག་ལ་ཡང་དེ་ནས་གང་ཟ། དཀའ་ལས་བརྒྱབ་ཡང་ད་ད་ལྟ་དཀའ་ལས་དངོས་སུ་བརྒྱབ་མ་ཐུབ་ན་ཡང། དེ་ནི་བྱང་ཆུབ་སེམས་དཔའ་ལས་དང་པོ་པ་སྲིད་དུ་ད་བྱང་ཆུབ་སེམས་དཔའ་དང་པོ་འགོ་བཙུགས་མཁན་ཚོ་གིས་སྨོན་ལམ་བརྒྱབ། དེ་ནི་བསྔོ་བའི་གི་སྨོན་ལམ་ནང་ལ་ཡོད་རེད། ད་ཅིག་སྨོན་ལམ་དེ་ད་ག་རེ་ཕབ། ཚོགས་དང། དེ་ཚོ་ལ་ཡ་དེ་ནི་ངང་པ་གིས་གང་བར་ཤོག་ཟེར་གིན་འདྲ། མེ་ཏོག་པད་མ། དེ་ནི་ཅིག་ཡོང་བར་ཤོག་ཟེར་གིན་འདྲ། ད་དེ་ཚོ་དུ་བ། ད་དེ་ཚོ་ཡན་ཆད་ནས་བྱས་ནས། ད་དེ་བདེན་པ་མཐོང་ཟེར་བ་རེད། སེམས་བསྐྱེད་པ་ནི་གཞན་དོན་གྱི་ཡང་དག་རྫོགས་པའི་བྱང་ཆུབ་སྟེ། ད་སེམས་བསྐྱེད། བྱང་ཆུབ་ཀྱི་སེམས་ཟེར་མཁན་གཙུག་ཏུ་ས་སྟེ་ངས་ཡང་ནས་ཡང་དུ་ད་འདི་བརྗེད་འདོད་ནང་བཞིན་གྱིས་ཡང་ནས་ཡང་དུ་འདོད་བདེ་བ་ནང་བཞིན་གྱིས་ཆགས་ཀྱི་འདུག་དེ་ཡིན་ན་འདི་ངས་གལ་ཆེན་པོ་རེད་ཅེས་མཐོང་གི་ཡོད་དེ་བྱས་ཙང་ངས་དེ་འདོད་བདེ་གི་ཡོད། དེ་ངེས་པར་དུ་དགོས་ཀྱི་ཡོད་ས་རེད་དཔེར་ན་ང་རང་ཚོ་དཔེར་ན་ཐེག་པ་ཆེན་པོ་གི་ཆོས་ཉམས་སུ་ལེན་མཁན་འདྲ་གི་འདྲ་འདྲ་བྱེད་ན་དཔེར་ན་འདི་ན་ནས་ད་ང་ཚོའི་ད་འདི་ན་ཡོད་མཁན་མང་ཆེ་བ་སྔགས་ཉམས་སུ་ལེན་མཁན་ཡིན་མདོག་མདོག་རེད་བ་མང་ཆེ་བ་དབང་ཞུས་ཡོད་ཟེར་མཁན་འདྲ་དང་དེ་ནས་སྔགས་བགྲང་ཟེར་མཁན་འདྲ་དང་དེ་ནས་ཅིག་ཡི་དམ་གི་ཡི་དམ་ལ་ཡ་གསོལ་བ་བཏབ་ཀྱི་ཡོད་ཟེར་མཁན་འདྲ་དེ་འདྲ་མང་པོ་ད་ང་ཚོ་བྱེད་མཁན་ཤ་སྟག་རེད་བ

ད་དེ་ཚོ་ཡོངས་སུ་རྫོགས་པ་མ་བརྗེད་པའི་སྔོན་དེ་ལ་ཟེར་དགོས་དྲ་ད་ཡང་ན་བརྗེད་བཞིན་པའི་སྐབས་ཡིན་ན་མ་འགྲིག་པ་གཅིག་ཡོད། དེ་ནི་དང་པོ་ཁོ་རང་དང་བསམ་པ་སེམས་བསྐྱེད་ཀྱི་རྩིས་ཟིན་དགོས་ཀྱི་རེད། སྐད་ཆ་སླེབས་བདེ་གི་རོ། ད་དེ། དོན་དག་རྡོག་རྡོག་དཔེར་ན་མཆོད་མེ་རྐང་གཅིག་མ་གཏོགས་ཕུལ་ཡ་མེད་ན་ཡང་ངས་མཆོད་མེ་ཕུལ་ཡ་འདི་ལ་བརྟེན་ནས། དེ་ནས་ད་གཞན་དག་ཐམས་ཅད་རང་ལས་ཀྱང་རྩ་ཆེ་བར་བྱས་ནས་གཞན་དག་ཐམས་ཅད་དངོས་པོ་གི་གནས་ལུགས་མཐོང་ཡག་གི་རྒྱུ་ཅིག་ཆགས་འགྲོ་བར་ཤོག་ཆགས་ཡག་གི་ཆེད་དུ་དེ་ནས་ངས་མཆོད་མེ་འདི་ཕུལ་གྱི་ཡོད་བསམ་པའི་བསམ་བློ་ད་ལྟ་དཔེར་ན་ང་རང་ཚོས་ད་ལྟ་འདི་འདྲའི་གི་བགྲོད་ལམ་བྱས་དང་ཁྱོད་འཆད་ཉན་རང་དང་གཅིག་མ་རེད་ད་ངས་ད་ལྟ་འདི་ད་ལྟ་བགྲོ་གླེང་འདྲ་པོ་བྱེད་རེད་བགྲོ་གླེང་འདི་ཡང་བགྲོ་གླེང་བྱེད་ཡ་འདི་གི་རྐྱེན་ལ་བརྟེན་ནས་དངོས་དང་བརྒྱུད་ནས་དེ་ནས་སེམས་ཅན་གཞན་དངོས་པོ་གི་གནས་ཚུལ་ཧ་གོ་བདེན་པ་མཐོང་ད་དེ་རྫོགས་པའི་སངས་རྒྱས་གོ་འཕང་ཐོབ་ཟེར་ཏེ་ད་ངས་སྡུག་གུ་དེ་འདྲའི་ཅིག་བཙུགས་བསྡད་པར་ད་ལྟ་གནས་སྐབས་ཅིག་ལ་ཨ་དེ་འདྲའི་རས་ཡག་གི་རྒྱུ་ཅིག་ལ་ཆགས་བར་ཤོག་ཟེར་ནས་དེ་འདྲའི་གི་བསམ་པ་སྔོན་དུ་བཏང་བ་ཡིན་ན། དེ་ནས་ལས་ཀ་དེ་ག་རེ་ཟེར་བ་རེད་འཆར་གཞི་འདྲ་ཞིག་མ་སོང་ན་མཁྱེན་པོ། འཆར་གཞི་དེ་དཔེ་མ་ཚིག་དམིགས་ཡུལ་ད་ལྟ་ང་རང་ཚོས་བཀལ་ན་དེ་ཡོད་པ་གང་ཟག།

ཕ་ཡུལ་གཅིག་པ་འདྲ་དང་དེ་འདྲས་ཙམ་གྱིས་མིན་འདྲ། སེམས་ཅན་ཐམས་ཅད་དེ་ཚོ་ལ་ཡང་དེ་ནས་ཅིག་ཁ་ལག་འདྲ་སྤྲད་ཡ་འདྲ་དང་སྨན་འདྲ་སྤྲད་ཡ་འདྲ་དང་དེ་ནས་འཇིགས་པ་སྐྱོབ་ཡ་འདྲ་དང་དེ་འདྲས་ཀྱི་ཅིག་མྱ་ངན་ཉུང་དེ་འདྲས་ཀྱི་སྐད་ཆ་མ་རེད་བ། དེ་ཡང་ད་བཟོ་ཐུབ་ན་བཟོ་ཡ་རེད། ཡིན་ན་ཡང་དོན་དག་རྡོག་རྡོག་དེ་ཚོ་གི་དེ་ནས་བདེན་པ་གནས་ལུགས་རྟོགས་ནས། མ་རིག་པའི་གཉིད་ལས་སངས། གནས་ལུགས་རྟོགས་རང་རྒྱུད་དང་མ་རིག་པའི་གཉིད་ལས་སངས་དགོས་རུང། དེ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ཟེར་ན་ད་དེ་རེད། དེ་འདྲའི་རེག་ཡག་གི་ཆེད་དུ། དེ་ནས་ལས་ཀ་འདི་དང་འདི་བྱེད་ཀྱི་ཡིན་ཟེར་དུས་གོ་བསམ་བློ་དཔེ་རྒྱ་ཆེན་པོ་རེ་བྱས་ཙང་ཐེག་པ་ཆེན་པོ་ཆེན་པོ་ཟེར་ཐེག་པ་ཆེ་དགོས་ཡག་གི་རྒྱུ་མཚན་གཞན་གང་ཡང་ཅི་མེད་རེད། མི་མང་ཉུང་དག་དེ་འདྲའི་བྱས་བྱས་ཡོད་ན་ཐེག་པ་ཆེན་པོ་ཐེག་པ་ཆེན་པོ་ཕལ་ཆེར། ཨོ་རེད་ད་ཐེག་པ་ཆེན་པོ་མང་ས་རེད་བ་ག་རེད་ཟེར་ན། ཐེག་པ་ཆེན་པོ་ཟེར་མཁན་གྱི་དེ་ཆོས་བརྒྱུད་དེ་ཉམས་སུ་ལེན་མཁན་ཕལ་ཆེར་ད་རྒྱ་ནག་ལ་ཡོད་པ་དེ་ཡོངས་རྫོགས་རེད་དེ་ནི་རི་པིན་དང། གང་ས། ཀོ་རི་ཡ་དང། དེ་ནི་བོད་པ་ད་ཡིན་མདོག་མདོག་རེད་བ་དེ་འབྲུག་པ་ད་དང་དེ་ཚོ་ཡིན་མདོག་མདོག་རེད་དེ་འདི་གཅིག་ཅར་ན་མང་གི་ཡོད་ན་ཅི་ཞིག་ད་ཐེག་པ་ཆེན་པོ་གི་ཆོས་ཉམས་སུ་ལེན་མཁན་དེ་ད་མ་གཞི་ཧ་མི་གོ་ད། Thailand Sri Lanka འདི་ཚོ་ཡང་མང་པོ་རེད།

ཐ་སྙད། མིང། ད་ལྟ་ང་རང་ཚོ་བགྲོ་གླེང་ད་ཕར་བཞག་བྱང་ཆུབ་ཀྱི་སེམས་ཟེར་མཁན་གྱི་མིང་དེ་མཚན་དེ་ཡང་ཡོད་པ་དེ་ཧ་ལས་པ་ཡིན་ཟེར་གི་རེད་བ་ད་དཔེ་དཔྱད་བ་མང་པོ་ལ་ཚོགས་བསགས་ཡོད་རེད་ང་ཚོ་གི་དེ་གི་ལག་འཇལ་བྱས་ནས་ད་ད་ལྟ་བྱང་ཆུབ་ཀྱི་སེམས་ཟེར་མཁན་དེ་གོ་རྒྱུ་ཡོད་པའི་གི་དུས་ཚོད་ཅིག་ནང་དེ་ལ་དེ་ང་ཚོ་དཔྱད་བ་བླང་བ་དེ་ད་ཞེ་བོ་ཅིག་ད་དེའི་སྐོར་དེ་ལ་ཡང། ལེའུ་གོང་མ་དེ་ཚོ་ལ་མང་པོ་གསུངས་ཡོད་རེད། ད་ལྟའི་ཁ་སང་གི་མ་གཞི་དང་ཞུས་ཚར་བ་དེ་ཚོ་ཡང་བསྐྱར་ཡང་བསྐྱར་ཞུས་བསྡད་པ་ན་བཞིན་ཆགས་སོང་སྟེ་ཡིན་ནའི་ངས་གནད་འགག་ཆེན་པོ་རྩིས་བྱས་ནས་དེ་ཞུ་བསྡད་ཀྱི་ཡོད། ད་བདེན་པ་མཐོང་ཟེར་དུས་ད་བདེན་པ་དེ་གང་འདྲ་ཅིག་རེད་དེའི་སྐོར་དེ་ལ་ང་ཚོས་ད་བཀའ་མོལ་ཞུ་གི་ཡིན། ད་ལྟ་འདི་ང་ཚོས་ཉི་མ་གསུམ་གྱི་ནང་དེ་ལ་ཡང། བཀའ་མོལ་འདི་མང་ཆེ་བ་དེ་ད་ཅིག་གཙོ་བོ་ད་སྤྱི་དོན་འདྲ་པོ་ཟེར་བ་རེད་དེ་ནས་དེའི་ནང་ནས་ད་ལེའུ་དགུ་པ་ཟེར་བ་རོ་ད་ལེའུ་དགུ་པ་ལེའུ་དགུ་པའི་གི་སྐབས་དེ་ན་འདྲ་ཅིག་ཆགས་བསྡད་ཀྱི་ཡོད་ད་དེ་རྦད་དེ་གང་ཟག་ཁ་གསལ་པོ་ད་གང་འདི་རེད་ཟེར་ནས་ངས་ཁ་ཡོད་ལག་ཡོད་ད་གང་ཅིག་ཐག་ཆོད་ཀྱི་མི་འདུག་དེ་ཡིན་ན་ཡང་ད་དེ་གི་དེ་ལ་ཡང་ད་འགྲོ་འགྲོ་ཟེར་བ་སྔོན་འགྲོ་འདྲ་ཅིག་མ་སོང་ངོ།

རྫུན་འདི་གང་རེད་བདེན་པ་འདི་གང་རེད། རྫུན་མགོ་འཁོར་འགྲོ་ས་གི་ད་ད་ང་ཚོའི་རྫུན་འདི་གང་རེད། ད་དེ་དེ་དེ་ནས་དཔལ་དང་དུས་རྒྱུན་ང་རང་ཚོ་ད་འདི་སྤྱོད་འཇུག་ནང་དུ་ལ་མགོ་དང་རྒྱུག་མང་པོ་ཅིག་ལ་སླེབས་བསྡད་དཔེར་ན། དུས་རྒྱུན་ང་ཚོ་གིས་དེ་ནི་མི་རྟག་པ་ཡིན་རྒྱུ་ནི་རྟག་པ་བསྟན་པ་གང་ཡང་མེད་ཅོག་ཅིག་ལ་ད་འདི་རྟག་པ་རེད་བསམ་འཛིན་པ་ཞུ་ད་འདི་རྟག་པ་རེད་བསམ་ནས་འཛིན་པ་ཞུ་ད་དེ་བདེན་པ་མ་མཐོང་བའི་སྐྱོན་རེད་དོ་ར་ད་ད་དེ་ཡོང་དང་ཡོང་བཞིན་པ་རེད་ད་དེ་དེ་ད་ཕལ་ཆེར་མི་ཚོ་གིས་ད། ག་རེ་ཟེར་བ་རེད། དཔེ་ཆ་གི་གོ་བ་ཙམ་གྱིས་ད་ཧ་གོ་གི་རེད་མི་ཚོ་ལ་བཤད་ན་དཔེར་ན། ང་རང་ཚོ་གི་དཔེར་ན་ང་རང་ཚོ་མི་ཚེ་འདྲ་བྱས་ན་ཡང་ད་རྟག་པ་བསྟན་པ་མེད་པ་རེད་ཟེར་ནས་ང་ཚོ་ཁ་སྐད་ཡང་བཤད་གི་རེད་དེ་ཕ་བཤད་ས་གི་མི་དེ་ཡང་ད་དེ་རྒྱུ་མཚན་འདྲ་བསྒྲགས་ན། ཕལ་ཆེ་ཕལ་ཆེ་ད་དེ་ད་སུ་གཅིག་རྟག་པ་བསྟན་པ་མ་རེད་ཟེར་ནས་ང་ཚོ་ཤེས་གི་མ་རེད་ང་ཚོ་དེ་ནས་རྟག་པ་བསྟན་པ་ཐེར་ཟུག་པར་འགྱུར་བ་མེད་པར་དེ་འདྲས་རེད་ཟེར་ནས་སུ་གཅིག་དེ་ལ་ཡང་དགག་པ་རྒྱག་མཁན་ད། ག་རེ་ཟེར་བ་དེ་ལྐུགས་པ་པད་མ་སི་དེ་འདྲས་ཅིག་ཡིན་ན་མ་གཏོགས། ལྟས་ཚེ་ཅིག་སློབ་སྦྱོང་འདྲ་ཡོད་མཁན་ཚོས་སུ་སུ་གཅིག་གིས་དེ་ལ་རྒོལ་བ་སླེབས་གི་མ་རེད་དྲན་གི་འདུག་ཡིན་ན་ཡང། པད་ཤ་གར་རྒོལ་བ་གི་སྟེང་དུ་ཟེར་དགོས་རེད་བསམ་བློ་གི་རྒོལ་བ་གི་སྟེང་ནས་ཡིན་ན་ཡང། དོན་དག་རྡོག་རྡོག། མི་ཚེ་སྐྱེལ་ཡོང་དུས་གང་ན། དཔེར་ན། ད་ཁ་སང་ང་ཚོ་འཛོམས་རེད་བ། ཁ་ཚང་ཆུ་ཚོད་ག་རེད། དགུ་པ་རེད་བཅུ་པ་རེད་ད་བྱས་ན་མི་ཧ་གོ་གི་མི་འདུག་ང་འདྲ་བྱས་ན་དེ་ལ་སྔ་དྲོ་ཆུ་ཚོད་བརྒྱད་དང་ཕྱེད་ཀ་རེད། ཁ་ཚང་འཛོམས་འཇོག་གི་མི་དེ་ཚོ་རང་ཡིན་དྲན་གི་བ་རེད་ད་ད་ཁྱེད་རྣམ་པ་ངའི་ཁྱེད་རྣམ་པ་ལ་ད་ཁྱེད་རྣམ་པས་ང་ལ་ལྟ་དུས་གང་ན་ཁ་ཚང་གི་དེ་ཁ་ཚང་གི་རིན་པོ་ཆེ་དེ་རང་རེད་དྲན་གི་དྲན་གི་འདུག་བ་ང་ཚོ་དེ་རེད། དྲན་དུ་ག་ན། བག་ཆགས་ཀྱི་དབང་གིས་དེ་ནི་མི་རྟག་པ་སྟེ། མི་རྟག་པར་མཐོང་ཐུབ་ཀྱི་ཡོད་མ་རེད་པས་ག་ལ་ཁ་བ་ཡོད་དེ། བག་ཆགས་ད་དེ་ག་ན་བཞིན་མང་པོ་རེད་བས་ན་ཉི་མ། ནམ་མཁའ་ན་ཉི་མ་ཞེས་ར་དེ་ད་ན་ཉིན་གྱི་ཉི་མ་དེ་རང་རེད་དྲན་དགོས་རོ། ད་བྱས་ན་བ་མང་པོ་བག་གི་ཐིམ་ཕུལ་དེ་ག་བཞིན་བ་བི་རིལ་བཞུགས་ཡོད།

འདུ་ཤེས་ཟིན་ད་ང་ཚོས་ད་ཁྱོད་ཀྱི་ཚིག་འདི་མཚམས་མཚམས་ཡང་བེད་སྤྱོད་བཏང་ན་ཡག་ག་མེད་འགྲོ། ད་ཡང་ཚིག་དྲག་པ་རེད་ད་ཡང་དེ་ཡང་ཚིག་དཔེ་གང་ཟག་ཚིག་དཔེ་དེ་ཐ་མལ་ག་ཟེར་སློབ་སྦྱོང་གཞིའི་སློབ་སྦྱོང་གཞུང་ལུགས་དེ་འདྲའི་སློབ་སྦྱོང་རྒྱ་ཆེན་པོ་མེད་མཁན་ཚོ་མི་རྟག་པ་ལ་རྟག་པར་མཐོང་མཐོང་བ་དང་དེ་ནས་མི་གཙང་བ་ལ་གཙང་བར་མཐོང་བ་ཟེར་མཁན་འདྲ་པོ་དེ་ཚོ་དེ་ནས

ད་དེ་རང་རེད། མི། འདུས་བྱས་ཐམས་ཅད་མི་རྟག་པ་རེད་དེ་བ་རེད་དེ་ཡིན་ན་ཡང། དེ་མི་རྟག་པ་ཡིན་པ་མཐོང་གི་ཨ་མ་རེད་ང་ཚོ། ག། དཔེ་ཆ་ང་རང་ཚོས་དཔེ་ཆ་ལྟ་མྱོང་མཁན་འདྲ་དང་ལྟས་ཙི་ཅི་གོ་བ་རིག་པ་ཡོད་མཁན་ཚོ་གི། ཕ་སྐད་ཆ་བཤད་ནས་གཏན་ཚིགས་ཕ་ཚོ་འཕངས་རྒྱུ་མཚན་བགྲངས་ནས་འདུས་བྱས་ཐམས་ཅད་མི་རྟག་པ་རེད་ལབ་དེ་གོ་ན་ཨོ་རེད་ཟེར་ད་དེ་གོ་བ་ཙམ་ཅིག་ད་ཡོང་གི་ཡོད་ན་ཅི་བྱེད། ཡིན་ན་ཡང། མི་ཚེ་ནང་ལ་ཡང། དུས་རྒྱུན། དེ་ནི། ད་ལྟ་ད་ལྟ་གི་སྐད་ཅིག་སྔ་མ་གི་ང་དང། ད་ལྟ་གི་སྐད་ཅིག་ད་ལྟ་གི་ང་དེ་གཉིས་ལ་དེ་ནི་འགྱུར་བ་ཅི་ཡོད་པ་དེ་དང་མི་རྟག་པ་ཡིན་པ། བསམ་བློ་ལ་སླེབས་ཐུབ་ཀ་མ་རེད་དེ། ཁ་སང་གི་དེ་ང་དེ་རིང་གི་ང་དང་ཁ་སང་གི་ང་གཅིག་པ་ཡིན་བསམ་ན་ཁོ་རྟག་པ་ཡིན་བསམ་སྟེ། གཅིག་བྱས། དེ་ནི་མི་གཙང་བ་ལ་གཙང་བར་འཛིན། ད་ང་ཚོས་གཟུགས་པོ་འདྲ་བྱས་ན་ཁོ་རང་དངོས་གནས་མི་གཙང་བ་རང་རེད་དོ། ཤ། ཁྲག། ཆུ་སེར། དེ་ནི་ད་ག་རེ་ཡིན་ན་མེད་ན་དེ་དེ་ནི་ལྕགས་པ། གཅིན་པ། དེ་ནི་ད་ཡིན་ན་ཡང་ད་ཁོ་གཅིག

བདེན་པ་མཐོང་མཁན་ཨ་མ་རེད་ང་ཚོས་ང་ཚོའི་གཟུགས་པོ། ང་ཚོས་ང་རང་ཚོ་ང་རང་ཚོའི་གཟུགས་པོ་ལ་ལྟ་དུས་ག་ན་བཙོག་པ་ཞིག་མཐོང་གི་མི་འདུག། གཙང་མ་འདྲ་ཅིག་ཡིན་ན་ཤར། གདོང་པ་ར་དེ་ཚོ་བཀྲུ་ཚ་སྨན་འདྲ་བྱུག་ཚ་དུས་ག་ན་དུ་གཙང་མ་ཞི་བོ་ཅིག་ཡིན་ན་ཤར་དུ། ད་དེ་ཁོ་རང་གང་བསམ།

ཡིན་རྒྱུ་ནི་སྡུག་བསྔལ་ཡིན་པ་ཅིག་ལ་ད་དེ་བདེ་བོ་ཡིན་དྲན་བདེ་བ་དེ། ཨོ། ད་དེ་པད་ག་ལ་ཡོད་རེད་ད་ད་དེ་རིག་ལམ་དང་ན་ཧ་གོ་གི་མ་རེད་ད་དེ། དེའི་ནང་ནས་ཀྱང་སྡུག་བསྔལ་གི་སྡུག་བསྔལ་ལ་ད་སྡུག་བསྔལ་དཔེར་ན། ང་ཚོ་ནང་པ་འདྲ་ཅིག་ཡིན་ན། དེ་ནི་སྡུག་བསྔལ་གསུམ་བཤད་ཡ་ཡོད་རེད་བ་ད། སྡུག་བསྔལ་གྱི་སྡུག་བསྔལ། འགྱུར་བའི་སྡུག་བསྔལ། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཟེར་ནས་གཅིག་བཤད་ཡ་ཡོད་རོ། ད་སྡུག་བསྔལ་གྱི་སྡུག་བསྔལ་དེ། སྡུག་བསྔལ་རེད་ཟེར་ལབ་རྒྱུ་གང་དེ་ཚོ་མགོ་ཚུད་ཀྱི་རེད་ག་བཤད་གི། དཔེར་ན་མགོ་ན་ཡ་དེ་སྡུག་བསྔལ་རེད་འདུག་ཟེར་དུས་གང་ན་ཨ་ད་དེ་སུས་མགོ་མི་ཚུད་ད་དེ་ད་སྡུག་བསྔལ་རེད་བ་ཡ་ད་དེ་ད།

ནས་སྣང་ཚུལ། ད་ལྟའི་སྡུག་བསྔལ་རེད་ལབ་དུས་གང་ལ་ད་ལྟའི་རྣམ་གཞག་སྒྲོག་གིན་མ་རེད་མང་ཆེ་བ་གིས། འཇིག་རྟེན་ཕལ་པ་དེ་ཚོ་དང་ག་བ་ག་བ་ང་ཚོ་ཆོས་གཏད་ཟེར་ཉམས་སུ་ཁྱོད་སློབ་སྦྱོང་བྱེད་ཀྱི་ཡོད་ཟེར་མཁན་ཚོ་གའི་རྣམ་གཞག་སྒྲོག་གིན་མེད་པ་ད་ལྟའི་ད་ལྟའི་ད་ལྟ་མཚན་སྙན་གྲགས་དང་དེའི་སྟེང་ནས་དཔའ་འབྱོར་དང་དེ་ནས་འགྲོ་དོན་འཕྲིན་ལས་དང་ཅི་ཅིག་ཟེར་ནས་བླ་མ་ཚོ་གའི་མགོ་ཚུགས་གིན་མ་རེད་ད་ལྟའི་དེ་ལས་ལས་སླ་པོ་ཅིག་ཡོད་མ་རེད་ད་ལྟའི།

ཉན། ཕ་བཤད་དགོས་མཁན་མི་ཚོ་དེ། ཐུགས་བསམ་བཞེས་རོགས་གནང། སྡུག་བསྔལ་ཟེར་མཁན་དེ་དངོས་གནས་འགྲེལ་བཤད་རྒྱག་སྟངས་དེ་ཚོ་དཔེ། ཁ་གསལ་པོ་བཅས་ནས་རྒྱབ་ཐོ་ཡག་གི་རྩོལ་བ་བྱེད་དགོས་འདུག་ང་ཚོ། དུས་རྒྱུན་ང་ཚོ་གི། དེ་ནས་ནང་པ་དང་དུས་རྒྱུན་ང་ཚོ་གི་སྡུག་བསྔལ་ཁམས་གསུམ་འཁོར་བ་སྡུག་བསྔལ་ར་ལབ་ཡོང་དུས་གང་ན་ཅི་སྡུག་བསྔལ་རགས་པ་ཙམ་ཅིག་ལ་ཡ་ད།

དེ་ཡང་དེ་ནི་སྡུག་བསྔལ་ཡིན་པ་གྱི་བདེན་པ་དེ་མཐོང་དགོས་མ་རེད་བ་ང་ཚོ། ད་བདེན་པ་མ་མཐོང་བས་དེ་ངས་ད་ལྟ་ཞུས་བསྡད་དེ་ཡིན། ད་དེ་ལས་ཀྱང་ད་ཁྱད་པར་འདུ་བྱེད་ཀྱི་སྡུག་བསྔལ་ད་མང་ཆེ་བ་མགོ་ཚོས་དགོས་མ་རེད་བྱུང། ག་རེ་ལབ་གི་ཡོད་མེད། ཚོར་བ་སྡུག་བསྔལ་ད་སྡུག་བསྔལ་འདོད་མཁན་ད་སུ་གཅིག་ཡོད་མ་རེད་བ་འཛམ་བུ་གླིང་ན། ག་ས་སེམས་ཅན་གྱི་ཁམས་ནང་ལ། སྡུག་བསྔལ་དགོས་ཟེར་མཁན་གྱི་ག་བ་ཡོད། སྡུག་བསྔལ་ད་མི་འདོད་མཁན་ཤ་སྟག་རེད། སྡུག་བསྔལ་སྤང་དགོས་བསམ་མཁན་ཤ་སྟག་རེད། འགྱུར་བའི་སྡུག་བསྔལ་ཚོར་བ་བདེ་བ་ཡང་སྤང་དགོས་བསམ་མཁན་དེ་ཕལ་ཆེར། རྗེ་ཧན་མུ་སྟེགས་གཅེར་བུ་པ།

མང་ཆེ་བ། གང་བྱས་ད་དེའི་སྐོར་དེར་མ་གཞི་ག་ལེའི་སྐད་ཆ་འདོན་འདོན་ཡོང་རྒྱུར་དེའི་འདུལ་ཁང་ན་ད་དེ་རིང་གཙོ་བོ་ཞུ་རྒྱུ་དེ་ག་རེ་ཞུ་གི་ཡོད་ཟེར་ན། ད་ངས་ད་ལྟ་ཉི་མ་ཉི་མ་གསུམ་ཚེ་རལ་ཚ་ལ་ཡང་ནས་ཡང་དུ་ད་བདེན་པ་མཐོང་དགོས་ཀྱི་རེད། བདེན་པ་མཐོང་ཟེར་དུས་གང་ན། འཛུལ་གི་བཙུགས་ས་དེ་ག་རེ་རེད་ཟེར་ན། དེ་ནི་ད་ལྟ་ཞུ་ཡ་མ་བྱེད། མི་རྟག་པ་ཡིན་པ་གི་གཅིག་ལ་མི་རྟག་པ་ཡིན་པ་ཧ་གོ་དགོས་དགོས་ད་དེ་བདེན་པ་མཐོང་དགོས་རེད་དེ་དུས་མི་གཙང་བ་ལ་མི་གཙང་བ་མཐོང་ན་བདེན་པ་མཐོང་དགོས་རེད། སྡུག་བསྔལ་བ་ལ་སྡུག་བསྔལ་བ་ཡིན་པ་མཐོང་ན་བདེན་པ་མཐོང་དགོས་རེད་ད་དེ་བཤད་དེ་བར་ངས་ཞུ་རྒྱུ་དེ། ལྟ། མི་རྟག་པ། མི་གཙང་བ། སྡུག་བསྔལ་བ་དེ་ཚོ་ལ་དེའི་གི་རང་བཞིན་དུ་མཐོང་བ་དེ་བདེན་པ་མཐོང་ཟེར་ད་ད་ད་ཐ་སྙད་གནས་སྐབས་ཅིག་ལ་ད་དེ་ཚར་ཡོད་མ་རྟག་ད་དེ་ད་དེ་ད་རུང་ད་དེ་ག་ས་མི་མི་རྟག་མི་རྟག་མི་རྟག་པ་ལ་མི་རྟག་པ་སྡུག་བསྔལ་བ་ལ་སྡུག་བསྔལ་བ་མི་གཙང་བ་ལ་མི་གཙང་བ་དེའི་སྐད་ཆ་བལྟས་ཚེ་དྲག་རེད་ད་དེའི་རྣམ་འབྱོར་ད་རུང་བལྟས་ཚེ་ཅིག་བསམ་བློ་བཏང་ན། གློག་གིས་ཆུས་ཟེར་བ་རེད་ད་ང་རང་ཚོ་སེམས་པའི་ནང་ལ་ཤོང་ཐུབ་ན་ཅི་བྱེད་ད་དེ་ལས་ཀྱང་ད་བདེན་པ་ཐོང་ཟེར་རྫུ་བུ་བཙུགས་སར་དེ་བདག་མེད་པ་ལ་བདག་མེད་པ་ཐོང། ཆོས་ཐམས་ཅད་ཀྱི་རང་བཞིན་གྱིས་མ་གྲུབ་པ་སྟོང་པ་ཉིད་ཡིན་པ་ལ་དེ་ནི་སྟོང་པ་ཉིད་དུ་ཐོང་ཡང་འོ་ད་དེ་བད་ག་ལ་ག་བར་ད་དེ། ད་དེ་ཡང་དཀའ་ལས་ཁག་དགོས་པའི་རྒྱུ་མཚན་དེ་གཅིག། དེའི་བདེན་པ་དེ་གཅིག། རྡུལ་ཕྲ་རབ་ནང་བཞིན་ཆུང་ཆུང་ཆུང་ཐག་ཆོད་ནས་མ་མཐོང་ཡ་འདྲ་དང། ཡང་ན་ནས་གཅིག། ཡང་ཆོས་ལུགས་གཞན་དག་ཚོ་གི་གཅིག་ཡོད་རེད་གཅིག་པ་བསམ་གྱི་མི་ཁྱབ་པ་དེ་དེ་ནས་ག་ཞིག། ང་རང་ཚོས་དཀོན་མཆོག་དཀོན་མཆོག་ད་ཁོང་ཚོ་ཡང་དཔེར་ན་ཡེ་ཤུ་འདྲ་བྱས་ན་དཀོན་མཆོག་ཟེར་གི་འདྲ་བྱས་དེ་འདྲ་ཡོད་རེད་དེ་འདྲས་གི་དེ་ནས་གཅིག། ག་རེ་ཟེར་དགོས་རེད་ཡང་གཅིག་བཤད་བསྡད་བཅུར་དེ་དང་འདྲ་ཡོད་མ་རེད་ད་ཡང། བདག་མེད་པ་ལ་བདག་མེད་པར་མཐོང་མི་ཐུབ་པའི་རྒྱུ་མཚན། ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པ་ལ་མ་གྲུབ་པ་ཡིན་པ་མཐོང་མ་ཐུབ། དེའི་བདེན་པ་མཐོང་མ་ཐུབ་ཡ། ཆོས་ཐམས་ཅད་སྤྲོས་བྲལ་ཡིན་པ་དེ་ཡིན་པ་ལ་ཆོས་ཐམས་ཅད་སྤྲོས་བྲལ་ཡིན་པའི་བདེན་པ་མཐོང་མ་ཐུབ་ཡ། དེ་ནི་རྒྱུ་རྐྱེན་དེ་གང་ལ་བརྟེན་ནས་ཆགས་དགོས་རེད་ཟེར་ན། བག་ཆགས། དེ་ནི་བག་ཆགས་ཟེར་ཡང་དེ་ཁོ་ད་གིན་ངས་ཞུས་ཡིན་པ་ད་དུས་རྒྱུན་ང་རང་ཚོས་དཔེར་ན། ཁ་སང་གི་ང་དང་དེ་རིང་གི་ང་གཉིས་འགྱུར་བ་ཆེན་པོ་ཆགས་ཚར་རེད་དངོས་གནས་བྱས་ན། དེ་ག་ཙམ་གྱིས་དེ་ནི་རྒྱུ་མཚན་བཤད་བསྡད་ན་འགོག་གི་རེད་དེ་ཡིན་ན་ཡང་བག་ཆགས་གོམས་གཤིས་ལ་ཁ་སང་གི་ང་དང་དེ་རིང་གི་ང་གཅིག་པ་ཡིན་བསམ་གི་རེད། ཅེས་དེ་ག་ན་བག་ཆགས་ཀྱི་དབང་གིས་དེ་ནས་སྡུག་བསྔལ་བ་ལ་སྡུག་བསྔལ་བར་མཐོང་ཐུབ་ཀྱི་མ་རེད་དེ། མི་གཙང་བ་ལ་མི་གཙང་བ་ཡིན་པ་མཐོང་ཐུབ་ཀྱི་མ་རེད་ད་དེ་ལས་ཀྱང་དཀའ་ངལ་ཆེ་ཡ་དེ་བག་ཆགས་ཀྱི་དབང་གིས་བདག་མེད་པ་ལ་དེ་ནས་བདག་ཏུ་མཐོང་ཐུབ་ཀྱི་མ་རེད། ཆོས་ཐམས་ཅད་རང་བཞིན་གྱིས་སྤྲོས་པ་དང་བྲལ་བ་ཡིན་པ་ལ་རང་བཞིན་གྱིས་སྤྲོས་པ་དང་བྲལ་བ་ཡིན་པ་མཐོང་གེ་མ་རེད་ད་དེ། ད་དེ་དེ་ན་བཞིན་དེ་ནས་ད་དེ་ལས་ཀྱང་འཕྲོས་ནས་ད་སྐད་ཆ་གཏད་ཚེ་ཅིག་ད་ལྟ་ད་སྤྱོད་འཇུག་ད་དུ་སྐད་ཆ་བཤད་པ་ཡིན་ན། ད་ལེའུ་དགུ་པ་ནང་ལ་ཡོད་རེད། དེ་ནས

ད་ངས་ཚིག་དེ་ཚོ་ཞིག་དྲན་གྱིན་མི་འདུག་གོ་བདེར་སྐྱེལ་ཅིག། སྤྱོད་འཇུག་ལེའུ་དགུ་པ་ནང་ན་མགོ་བོ་དེ་ན་ཡིན་ས་ཡོད། འཇིག་རྟེན་པའི་གི་མཐོང་སྟངས་ཅིག་ཡོད་རེད།

ད་གིན་ཞུ་བ་ན་ཞིག་འཇིག་རྟེན་སོ་སོ་སྐྱེ་བོ་གྲུབ་མཐའ་གྲུབ་མཐའ་ལ་མེད་ཟེར་ན་འགྲིག་འདུག་འཇིག་རྟེན་པ་གིས་དེ་ནས་སོ་སོ་སྐྱེ་བོ་དེ་ཚོ་གིས་དེ་ནས་མི་རྟག་པ་ལ་རྟག་པར་མཐོང། མི་གཙང་བ་ལ་གཙང་བར་མཐོང། སྡུག་བསྔལ་བ་ལ་བདེ་བ་ལ་མཐོང། ད་དེ་ཚོ་ནོར་བདེ་བར་ད་བདེན་པ་མཐོང་གི་མ་རེད་དེ་ཚོ། ཨོ་དེ་གིན་བདག་མེད་པ་ལ་དེ་ནི་བདག་ཡོད་བསམ་ནས། དེ་འདྲ་མཐོང་གི་ཡོད་རེད། གཅིག་བྱས། ད་རྣལ་འབྱོར་པ་ཟེར་ཨོ་རེད་ད་ད་རུང་ད་རུང་དབྱེ་བ་འདྲ་ཕྱེ་བ་ཡིན་ན། དེ་ནི

དགོས་ཟེར་བ་རེད་བསམ་བློ་གཏང་རྒྱུ་བལྟས་ཚེ་ཡོད་མཁན་གྱི་གྲུབ་མཐའ་ལ་ཞུགས་མཁན་དེ་འདྲའི་དེ་ཚོ་གི་དེ་ནས་ད་བསམ་བློ་ན་འདྲ་མི་འདྲ་བརྟག་ཅིང་དཔྱད་དེ་འདྲ་བྱས་ཡོང་དུས་གང་ན་དེ་ནས་ད་འཇིག་རྟེན་དག་གིས་མཐོང་བ་དེ་རང་ལྟ་རེད་མི་འདུག་ད་དེ་ལས་ཀྱང་བལྟས་ཚེ་ཅིག་མ་འདྲ་འདྲ་ཅིག་ཟེར་བ་རེད་བ་ད་ལྡན་པ། དངོས་པོ་གི་གནས་ཚུལ། དུ། ད་དེ་འཇིག་རྟེན་པ་གི་མཐོང་བ་འདི་དག་ཁོ་རང། ཞི་དྲག་ཞི་དྲག་དེ་ཡིད་ཆེས་ཡ་ཅིག་མི་འདུག་བསམ་ནས་བསམ་བློ་གླེང་མཁན་གི་གྲས་ཅིག་ཡོད་རེད་ད། ད་དེ་ལ་དེ་ནས། གྲུབ་མཐའ། མུ་སྟེགས་པ། ཟེར་བ་རེད་བ་ད། ད་དེ་མུ་སྟེགས་པ་དེ་ཚོ་ཁོ་རང་ཚོའི་བསམ་བློ་ནང་དུ་ལ། དེ་ནས་ད་འདི་འདི་འདྲའི་འཇིག་རྟེན་སོ་སོའི་སྐྱེ་བོ་གི་མཐོང་བ་དེ་རང་འགྲིག་གི་མི་འདུག་ད་འདི་བདེན་པ་ངོ་མ་འདི་འདི་རེད་འདུག་ཟེར་ནས། དེ་ནས་ཁོ་རང་ཚོ་གི་བསམ་བློ་ནང་དུ་ལ། དེ་ནས་ཁ་ཤས་ཀྱིས་དེ་ནས་ཚངས་པ་ཟེར་གྱི་འདྲ་དང།

ཁ་ཆེ་དང་ཡེ་ཤུ་དང་དེ་ཚོས་དྲས་ཏེ་དེའི་ནང་ལ་རྩོད་དགོས་ཀྱི་ཡོད་ཡིན་ན་མེད་ཡིན་ན་དེ་སོམ་ཉི་རེད་ཤག་ག་རེ་ཟེར་ན་དུས་རྒྱུན་ང་རང་ཚོས་དབུ་མ་དང་ཚད་མ་དང་དེ་ཚོའི་ནང་དུ་ལ་སྔ་རྒོལ་མུ་སྟེགས་པ་ཅིག་སླེབས་དགོས་རེད་བ། དེའི་སྔ་རྒོལ་གྱི་མུ་སྟེགས་པ་དེ་ཚོ་མང་ཆེ་བ་ལས་རྒྱུ་འབྲས་ཁས་ཁས་ལེན་མཁན་དེ་འདྲ་ཡོད་རེད་ད་ད་རྒྱང་ཕན་པ་མ་གཏོགས་པ། ལས་རྒྱུ་འབྲས་ཁས་ལེན་དགོས་རེད་ད་དེ་ཚོ་གིས།

ཕྱོགས་གཅིག་ནས་ད་ཡེ་ཤུ་དང་དེ་སོགས་ཀྱི་གཅིག་འཇིག་རྟེན་གྱི་བྱེད་པ་པོ་ལྷག་ཡི་རེད་ཟེར་མཁན་འདྲ་པོ་དེ་འདྲའི་བཤད་མཁན་ཡོད་རེད་བ་ད། ད་དེའི་རིམ་པ་གཅིག་བར་ད་དེའི་སྐད་ཆ་ད་མང་འགྲོ་གི་འདུག་དེ་གི་རིམ་པ་གཅིག་བྱས། ད་དེ་ནས་ད་དེ་མུ་སྟེགས་པ་ཁྱེད་ད་ལྟ་བ་ལོག་ཟེར་ན་འགྲིག་གི་འདུག་ད་ལྟ་བ་ནོར་རེད་གསུངས་པར་ད་དེ་ལྟ་བ་ནོར་ཟེར་བར་ལྟ་བ་ལོག་འགྲིག་གི་མི་འདུག་ད་དེ་ད་ལྟ་ཤ་རབ་ལེའུ་ནང་ལ་དེ་ནས་ད་ནང་པའི་ནང་ལ་ད་རྣལ་འབྱོར་པ་ཟེར་བར་བ་ཆོས་ལུགས་ཉམས་སུ་ལེན་མཁན་ཟེར་བ་རེད་ད་དེ།

ད་དེ་སོགས་ཀྱི་དེ་ནས་ད་དངོས་པོ་གི་གནས་ཚུལ་དེ་དངོས་ནས་ཧ་གོ་དགོས་ཀྱི་འདུག་དངོས་པོ་གི་གནས་ཚུལ་དེ་ཧ་མ་གོ་ན་དེ་ནས་གང་ཟག་སྡུག་བསྔལ་ལས་གྲོལ་གྱི་མི་འདུག་སྡུག་བསྔལ་ག་དུས་ཡིན་ན་སྡུག་བསྔལ་གྱི་འདམ་རྫབ་ནང་ད་སྡུག་བསྔལ་སྡུག་བསྔལ་ནང་རང་ལ་ལུས་བསྡད་ས་རེད་དངོས་པོ་གི་གནས་ཚུལ་དེ་ཧ་གོ་དགོས་ཀྱི་འདུག་ཚེ་བསམ་མཁན་ཤ་སྟག་རེད་དེ་ཚོ་ཐམས་ཅད།

ད་ལྟ། ཤ་རབ་ལེའུ་ནང་སོགས་གསུངས་ཡོད་འདུག་རྣལ་འབྱོར་པ་ཡང་བློ་ཆོས་ཀྱི་བློ་གི་ཁྱད་པར་གྱིས་སྲིད་དུ་ད་ལྟའི། གྲུབ་མཐའ་སྨྲ་བ་བཞི་པོ་དེ་སོགས་ཡང། དེ་ནས་མདོ་སྡེ་པ་གི་བསམ་བློ་བཏང་སྟངས་དེ་གིས། དེ་ནས་བྱེ་བྲག་སྨྲ་བ་གི་བསམ་བློ་བཏང་སྟངས་དེ་ལ་གནོད་བདེ་གི་བ་རེད་ཟེར་ཟེར་ཡ་རེད་ད་ལྟའི་མདོ་དང་འདོགས་བློ་དེ་རང་རེད། བྱེ་བྲག་སྨྲ་བ་གི་བསམ་བློ་བཏང་སྟངས་དེ་ལ་མདོ་སྡེ་པས་གིས་དེ་ནས་བཀའ་བཀྱོན་གནང་ཟེར་བ་ར་དང་དེ་རིགས་པ་གི་ཚར་བཅད། དེ་འདྲའི་ཆེད་ནས་བྱེད་སྒྲ་ཆོས་བྱེད་སྒྲ་སྨྲ་བ་གི་ཆོས་རང་ཚོད་ཀྱི་བདེན་པ་འདི་བདེན་པ་རེད་བདེན་པ་ཐོང་འདི་བདེན་པ་རེད་ཟེར་ལབ་ཡ་དེ་ནོར་ཤགས། མདོ་སྡེ་པ་གི་དེ་ནི་གསུངས་ནས་དེ་ནི་མདོ་སྡེ་པས་གི་ད་བདེན་པ་ཟེར་གི་འདི་འདི་འདྲའི་ཅིག་འདྲ་རེད་ཟེར་ནས་ཐག་གཅོད། དེ་ལ་དེ་ནི་སེམས་ཙམ་པ་གི་དེ་ནི་ཨོ་ཁྱེད་ཚོ་གི་ད་བྱེད་སྒྲ་སྨྲ་བ་དེ་ལ་ནོར་ཤཱས་ལ་བས་དེ་དང་འགྲིག་ཤཱས་ཡིན་ན་ཡང་ཁྱེད་རང་ཚོ་གི་ཡང་འདི་བདེན་པ་རེད་ཟེར་ནས་ཐག་ཅིག་གཅོད་མི་འདུག་བས་འོ་ད་དེ་ཡང་ནོར་འདུག་ཟེར་ནས་ད། རིག་པ་གི་ཚར་བཅད་ཟེར་ནས་ད་དེ་ཡང་ད་མེད་པ་བཟོ་ཟེར་ནས་འགྲིག་གི་འདུག་དེ་འདྲའི་ཅན། དེ་ནས་དབུ་མ་པ་གི། འོ་དེ་ནས་ད་སེམས་ཙམ་པ་གི་ཁྱེད་ཚོ་གི་འདི་བདེན་པ་རེད་ཟེར་ཐག་ཅིག་གཅོད་མི་འདུག་བས་འོ་ད་དེ་འགྲིག་མི་འདུག། བདེན་པ་མཐོང་མི་འདུག་ཟེར། དེ་དེ་དེ་རང་རེད་ང་ཚོའི་སྐད་ཆ་དེ་རང་རེད། བདེན་པ་མ་མཐོང་ན། ད་འཁྲུལ་པ་ཅིག་མཐོང་བསྡད་ཀྱི་རོགས། བདེན་པ་མ་མཐོང་ཚེ་དུས་རྫུན་མ་ཅིག་མཐོང་བསྡད་ཀྱི་རོགས། རྫུན་མ་ཅིག་ལ་བདེན་པ་རེད་བསམ། མི་རྟག་པ་ལ་རྟག་པ་ཡིན་བསམ། མི་གཙང་བ་ལ་གཙང་བ་ཡིན་བསམ་བསྡད་ན། དེ་ནི་ཁོ་རང། མྱངས་ཡ་མ་གཏོགས་མེད་རེད་བ། སྡུག་བསྔལ་མྱོང་བྱང་བྱེད་ཀྱི་རོགས། བྱས་ཙང། དེ་ནི་ཐ་མི་ཐ་མ་དེ་ནི་དབུ་མ་པ་ཚོ་གི་ཁྱེད་ཚོ་གི་ལྟ་སྟངས་གང་ལ་གང་འཚམ་དང། སམ་འཚམ་པ་དེ་ཚོ་ནི་དངོས་གནས་དཔེ་མ་ཟིག་གི་གྲུབ་མཐའ་ཆེན་པོ་རེད་བ་དངོས་གནས་གྲུབ་མཐའ་གཟི་བརྗིད་ཅན་དེ་འདྲ་རེད། ཡིན་ན་ཡང་སེམས་འཚམ་པ་ཁྱེད་ཚོ་གི་འདི་འདི་བདེན་པ་རེད་ཟེར་ནས་ཐག་གཅོད་བྱེད་པ་དེ་འགྲིག་གི་མི་འདུག། ད་དབུ་མ་པ་གི་དེ་ནི་བདེན་པ་ཟེར་ནས་འཛུགས་གི་བཅུག་ས་དེ་འདི་རེད་ཟེར་ནས། ལོག་ལྟ་དེ་འདྲའི་བྱེད་ནུས། བདེན་པ། བདེན་པ། བདེན་པ་མཐོང། དངོས་པོ་གི་གནས་ཚུལ་མཐོང་ཟེར་དུས་གང་ན་ད་བདེན་པ་དེ། དེ་ནི། མཛུ་གུ་བཙུགས་དུས་མཛུ་གུ་བཙུགས་སྟངས་འདྲ་བ་དེ། ཟེར་བ་རེད་ད་དེ་རྒྱ་གར་ལ། ད་གྲུབ་མཐའ་མེད་པ་ཞིག་ཟེར་གི་འདྲ་དང། དེ་འདྲ་བྱུང་ཡོད་རེད་ད། དེ་ནས་དེ་དུས་ད་ལྟ་ང་ཚོས་ཤེས་རབ་ལེའུ་ནང་དེ་ལ་དེའི་བཀའ་མོལ་འདི་སླེབས་བསྡད་གི་རེད་དེ། བྱེ་བྲག་འདི་གྲུབ་མཐའ་གཞན་དག་གི་སྐད་ཆ་དེ་སླེབས་དགོས་ཡག་གི་རྒྱུ་མཚན་ཕན་ཐོགས་པོ་ཞིག་རག་ཡོད་རེད་ག་རེད་ཟེར་ན་ད་ང་ཚོས་སྐད་ཆ་ཅིག་བཤད་དེ་དགོས་གི་རེད་ད་བདེན་པ་ཟེར་མཁན་དེ་འདི་རེད་ཟེར་ནས་སྐད་ཆ་ཞིག་བཤད་དེ་དགོས་དུས། དེ་ནས་རྫུན་མ་དེ་འདི་རེད། ཅིག་བཤད་དེ་གོ་བར་བ་དེ་འདི་ག་ན། དེ་ནི། སྔ་རྒོལ་ཟེར་ནས་དུས་རྒྱུན་ང་ཚོ་དཔེ་ཆ་བཤད་དུས་ག་ན་སྔ་རྒོལ་ཟེར་དུས་ག་ན་ད opponent ཟེར་གོ་རེ་བ་ད། ཨིན་ཇི་སྐད་ལ། ད་དེ་དེ་བཤད་རབས་ལེའུ་ནང་དེ་ལ། ད་ཡོད་བ་རེད། ད་དེ་ངོ་སྤྲོད་ཙམ་ཞིག་ཞུས་བ་ཡིན། ལགས་སོ་ད་དེ་རིང་དེ་ག་ཙམ་གྱིས་བྱས།